དེ་ནས་དངོས་གཞི་ལ། ཞི་གནས་འགྲུབ་པའི་དམིགས་རྟེན་གཙོ་བོར་ད་ཞི་གནས་འགྲུབ་པའི་དམིགས་རྟེན་ལ་མང་པོ་ཡོད་རེད་དེ། ང་ཚོ་ནང་པ་སངས་རྒྱས་པའི་གི་གཙོ་བོ་སངས་རྒྱས་ཀྱི་སྐུ་ལ་བྱེད། ད་ཞི་གནས་འགྲུབ་པའི་དམིགས་རྟེན་གཙོ་བོར་སངས་རྒྱས་ཀྱི་སྐུ་ལ་དམིགས་ནས་བསྒོམ་ན་ལེགས་པས། དེའི་ཚུལ་ནི། རང་གི་སྨིན་མཚམས་ཀྱི་ཐད་ཀྱི་མདུན་གྱི་ནམ་མཁར། སྣ་ཚོགས་པདྨ་དང་ཟླ་བའི་གདན་ལ་རྒྱལ་བ་ཤཱཀྱ་ཐུབ་པ་སྐུ་མདོག་གསེར་བཙོ་མ་ལྟ་བུས་བྱས། ད་འདི་ལ་ཡང་བླ་མའི་རྣལ་འབྱོར་ཉམས་ལེན་བྱེད་ངེས་ཡིན་ན། ངོ་བོ་རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་རྣམ་པར་རྒྱལ་བ་ཤཱཀྱ་ཐུབ་པ་བསྒོམ། ད་ཐེག་དམན་འདྲ་བོ་འདི་འདྲའི་ཡིན་ན་ཡིན་གཅིག་མིན་གཅིག་བླ་མ་བསྒོམ་དགོས་མ་རེད། ཏོ་བླ་མ་ཐུ་བོ་ངོ་ཁོ་རང་བསྒོམ་བཞག་ན་འགྲིག་བ་རེད། ཨ་ཏོ་བསྡུ་བསུ་བྱས་ནས་རྒྱ་བ་ཤེས་རྒྱ་ཐུབ་པ་ཀུན་ཏུ་གསེར་བཙོ་མ་ལྟ་བུ་ཐུབ་ན་ལྟ་བུ་བྱས། ད་དེ་འདྲས་ཀྱི་གསེར་བཙོ་མ་ལྟ་བུ་དེ་འདྲས་དེ་ལ་ཟེར་བ། ད་ང་རང་ཚོ་སོ་སོ་གི་ཐུབ་ཀུན་ཡོད་ན། ཨ་ནི། ཅད་ཀྱི་དམིགས་པ་ཕྲ་བ། གསེར། དེ་འདྲིལ་གྱི་སངས་རྒྱས་ཀྱི་སྐུ་དེ་ཆུང་ཆུང་ཅིག་དམིགས་ནས་ཆུང་ཆུང་དེ་དེ་དུ་བ་བརྒྱ་སྲན་གྱི་འབྲུ་ཚད་ཙམ་ཞིག་ལ་མིན་ལ་རེད་ད་བརྒྱ་སྲན་ཟེར་དུས་ད་གཞན་ད་ག་ཡོད་མ་རེད། ང་རང་ཚོ་དེ་རྡ་ལི་སིང་ངེ་འདྲ་བོ་དང། ནི་ཅིག་ཡོད་བ་ཧོ་དེ་འདྲིལ་རྡ་ལི་འདྲ་བོ་དེ་འདྲིལ་གྱི་ཚད་འདྲ་བོ་ཅིག་དེ་འདྲིལ་ཅིག་ལ་ཡང་མིན་ལ་རེད་ད་འདི། དགའ་རོ། སེམས། གཅིག་གི། ཉམས་མྱོང་གཏད་སོ་ཡོད་ངེས་ཟེར་ན་ཡིན་འདྲ། སེམས་གཏད་ས་གཅིག་སོ་སོ། གཅིག། གཅིག་གི། གཅིག་གི་སེམས་ལ། སོ་སོ་སོ་ནམ་རྒྱུན་ནས་ཨོ་སོ་བརྟན་པོ་ཡོད་ངེས་ཅིག་ཡིན་ན། ད་འདི། འགྲིག་གི་ཡོད་རེད། ད་ཡིན་ན་སྤྱི་ཡོངས་ནས་འདི་ཁག་པོ་ཡོད་རེད་དེ་ཡིན་ཚོ་འདི་འོག་དེ། ཐུབ་ན་རྒྱ་སེང་གི་འབྲུ་ཚད་ཙམ་ཞིག་ལ་དམིགས་པ་གཏད་ནས་སེམས་རྩེ་གཅིག་ཏུ་དམིགས་ནས་སྒོམས། ལས་དང་པོ་བས་དེ་ཀ་ན་ལ་བཟུང། བསྒོམ། ལས་དང་པོ་བ་བཟོས་དུས་སྐབས་འདིར་ལས་དང་པོ་བ་དེ་སྒོམ་རྒྱག་མཁན་དང་པོ་དེར་ཚིག་གོ། སྒོམ་རྒྱག་ཡས་ཀྱི་ལས་ཀ། སྒོམ་རྒྱག་ཡས་ཀྱི་ལས་ཀ་བྱེད་མཁན་དང་པོ་ཚོ་ལ། ད་འདི་ཁག་པོ་ཡོད་རེད། དེ་ཀ་ན་བཟོས་དུས་ཀ་ལི་ཁག་པོ་ཡོད་ན། ད་ག་རེ་བྱས། སངས་རྒྱས་ཀྱི་སྐུ། སྐུ་དེ་སངས་རྒྱས་ཀྱི་སྐུ་རང་བྱས། ཆེ་ཆུང་དེ་སོར་གསུམ་པ་སེམས་ད་སོར་གསུམ་ཟེར་ཚིག་བསྐྱར་ནས་ད་ང་ཚོ་ད་ལྟ་སྟོན་པའི་སྐུ་པར་ཆུང་ང་དེ་ཏག་ཏག་འདྲ་པོ་འདུག་བ་འོ་དེ་ནས་སོར་སོར་གསུམ་པ་བྱས་ད་སྟོན་པའི་སྐུ་དེ་པས་འོད་འཕྲོ་འདུག་ཉིན་གཅིག་འགོར་རེད་ད་ལ་ཕ་གའི་གཟི་བརྗིད་མི་ཉན་འདྲ་པོ་ཡོད་ན་ཡང་སྒོམ་རྒྱག་དུས་སོ་སོ་ཡེ་ནས་བྱིང་བ་འཐིབ་ཡག་གི་ཉེན་ཁ་ཡོད་རེད་བྱས་ད་སོ་སོ་གི་སེམས་ལ་བྱིང་བ་རྨུགས་པ་གཉིས་དེ་ཚོ་མ་ཡོང་ཡང་དོན་དག་ལ་སྒོམ་ཡག་གི་དམིགས་པ་དེ་དཔེ་འོད་འཕྲོ་ངེས་ཅིག་སྒོམ་ཡོད་ན་ཡག་པོ་ཡོད་དེ་ཡིན་ཙང་འོད་འཚེར་བ་ཟེར་ཏེ་དེ་བྱས། ལྗིད་ལྟིག་སྐྱེ་བ་ཟེར་ཏེ་འཇུག་སྒོ་ཆེན་པོ་འདྲ་བོ་གཅིག། སྤྲིན་པ་འདྲ་བོ་ལྷག་པའི་ཁྱི་ཆོག་ཆོག། ཤུ་གུ་འདྲ་བོ་ལྷག་པའི་ཁྱི་ཆོག་ཆོག་དེ་འདྲའི་འདྲ་བོ་ཞིག་སྒོམ་པ་ཡིན་ན་ཡང་སེམས་ཕ་གི་ཞྭ་གི་ཞྭ་གི་ལ་ཁོ། ལྗིད་ལྟིག་ལྟིག་འདྲ་ཞིག་མེད་ན། འཇུག་གོ་ཆོ་འདོ་ཁ་བོར་ཅིང་སྟུག་སྟེ་དེ་ཉིད་འདྲ་ཅིང་མེད་པར་ཆད་ན་ཁྱི་ཆོ་ཆོ་འདྲ་བོ་ཅིག་ཡོད་ན་སེམས་གཡེང་ངེས་ཉེན་ཁ་གཏད་སོ་ཡོད། དེ་འདྲའི་ཡིན་པ་ཡིན་དུས་སེམས་མ་གཡེང་བའི་ཆེད་དུ་འཇིག་སྟེ་བརྒལ་བ། སེམས་པའི་རྨུགས་པ་བྱིང་བ་མ་ཡོང་བའི་ཆེད་དུ་འོད་འཚེར་བ་ཁྱད་ཆོས་གཉིས་འདུ་བ། སངས་རྒྱས་ཀྱི་སྐུ་འོད་འཚེར་བ་འདི་ཀྱིས་བྱིང་བ་དང་རྨུགས་པ་བཀག། འཇིག་སྟེ་བརྒལ་བ་འདི་ཀྱིས་གཡེང་བ་བཀག་ཧཱུྃ་གསུང་བ་འོ་ད་དེ་འདྲའི་འོ་ད་དུ་བཟོད་དུ་བཟོད་བྱས་ནས་འཇིག་སྟེ་བརྒལ་བ་ཞིག་ལ་དམིགས་ནས་བསྒོམ་ཡང་རུང། དེའི་བར་དུ་སྤེན་ཚེ་གཅིག་གིས་བདག་སྐྱོན། ད་ང་རང་ཚོ་ད་ལྟ་ཁ་སང་ངས་འགྲེལ་བཤད་རྒྱག་ཚར་རེད་ཁྱེད་རང་ཚོ་ཕྱག་ལ་ཡོད་པའི་སྟོན་པའི་སྐུ་འདི་ད་མཚན་ལྡན་རེད་བ། ད་ཡིན་ནས་བསྒོམ་པའི་སྐབས་ལ་ཡང་ལེབ་ལེབ་པར་འདྲ་བོ་བསྒོམ་ཡ་ཡོད་མ་རེད་བ། རྩ་བའི་སྐུ་འདི་ག་རང་ཡིན་པ་ལ་དངོས་གནས་རང་གི་སངས་རྒྱས་ཀྱི་སྐུ་ངོ་མ་དྭངས་གསལ་འོད་ཀྱི་རང་བཞིན་ཅན་ཞིག་ཡོད་བསམ་པ་ཅིག་བསམ་བཏང་ནས་བསྒོམ་དགོས་རེད་བ། དེ་བྱས། ད་དེ་ནས་འདི་ཞུ་གོ། དེ་གཉིས་གང་བྱེད་ཀྱང་བཟོད་དེ་དང་གི་ཡ་གི་རྒྱ་སེང་གི་སྦྲུལ་ཚན་ཙམ་གྱི་སངས་རྒྱས་སྐུ་ལ་མིག་ན་ཡི་འདྲ། ཡང་ན་སོར་གསུམ་ཡོད་བསྡད་པའི་སངས་རྒྱས་སྐུ་ཆེ་བ་ཅིག་ལ་མིག་ན་ཡི་འདྲ། དེ་གཉིས་གང་བྱེད་ཀྱང། སྒོམ་རྒྱ་དུས་ཐོག་མར་དེ་མིག་ལ་ཤར་ནས་བསྒོམ། ད་དང་པོ་པས་མིག་རྐྱང་རྐྱང་བལྟ་ནས། སྔོན་མ་ང་ཡ་གེ་སྒོམ་རྒྱབ་དུས་ངས་དམིགས་ཁོ་རང་བལྟ་ཡ་དེ་འདྲའི་ཐུན་མང་པོ་བྱས་ལ། ད་དམིགས་ཁོ་རང་བལྟས་ཡོང་དུས་དམིགས་བལྟ་བདེ་བ་ཙམ་འབྲི་གོ་མ་ཐག་སེམས་ག་བ་ག་ས་བལྟ་དམིགས་ཨེ་འདྲའི་བལྟ་འདུག་དམིགས་ག་བ་བལྟ་ས་དེ་ལ་སེམས་ཡང་བལྟ་གོ་དེ་ཡོང་དུས་སངས་རྒྱས་ཀྱི་སྐུ་ལ་དམིགས་ཁ་འདུག་སངས་རྒྱས་ཀྱི་སྐུ་གི་ཞལ་རས་དེ་ལ་བཞག་སྙམ་དུ་སེམས་དེ་ཡང་སངས་རྒྱས་ཀྱི་སྐུ་དེ་ལ་མིག་ཤེས་དང་ཡིད་ཤེས་གཉིས་ཏག་ཏག་གིར་སངས་རྒྱས་ཀྱི་སྐུ་དེ་ལ་བཞག་དེ་ག་རོ་ག་རོ་བཞག་དུས་ཨ་ནི། ཅེས་དམིགས་འདུག་གསུམ་ནི་གཏད་སོ་དེ་དྲན་པ་ལ་ཤར་ཡོང་གི་འདུག་བ། ཕྱིས་སུ་འདི་ཡིན་པ་ཡིན་ནོ་དང་པོ་མིག་གིས་དེ་བྱས་ནས། དེས་མིག་ལ་དགའ་ལ། དེ་གཉིས་གང་བྱེད་ཀྱང་ཐོག་མར་དེ་མིག་ལ་ཤར་ནས་བསྒོམ། དེ་ཅུང་ཟད་གོམས་པ་ན་ད་འདི་འདྲའི་འདྲ་བོ་ཐེངས་མ་གཅིག་བྱས་གཉིས་བྱས་གསུམ་བྱས། ཐེངས་མང་པོ་བྱས་ཡོང་དུས་དགའ་རོགས་གོམས་སོང་ན། སོ་སོའི་གད་མིག་ཏུ་བཙུམ་ཡོང་དུས་ཏག་ཏག་བྲན་ཡང་འདྲ་བོ་ཞིག་ཆགས་ཡ་ཡིན་ན་རོ། ཅུང་ཟད་གོམས་ན་གོམས་པ་ན་ཨ་ནི་གཞི་ནས་འདི་རེད། ཏིང་ངེ་འཛིན་ཡིད་བློ་ལ་སྒྲུབ་ཀྱི་ཡོད་པས། ཆུ་དང་ཏིང་ངེ་འཛིན་ལ་ཡ་དེ་མིག་ཤེས་ལ་སྒྲུབ་དགོས་པ་མ་རེད། ཏིང་ངེ་འཛིན་ཟེར་ཡ་དེ་ཡིད་ཀྱི་ཤེས་པ་ལ་སྒྲུབ་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང། ཏིང་ངེ་འཛིན་ཡིད་བློ་ལ་སྒྲུབ་ཀྱི་ཡོད་པས། མིག་ཤེས་ལ་ཤར་བའི་སྐུ་དེ་དམིགས་པ་གཙོ་བོ་མ་ཡིན། མིག་ཤེས་ལ་ཤར་བས་ཀྱི་སྐུ་དེ་མིག་ཤེས་ལ་ཤར་རུ་བཅུག་པ་དེ་སྔོན་འགྲོ་རེད། དེ་ཡི་ཞི་གནས་ཀྱི་དམིགས་པ་གཙོ་བོ་དེ་མ་རེད། ད་མིག་ཞི་གནས་ཀྱི་དམིགས་པ་གཙོ་བོ་ག་རེད་ལབ་ན། ཞི་གནས་ཀྱི་དམིགས་རྟེན་གཙོ་བོ་ནི་མིག་ཤེས་ལ་ཤར་བའི་སྐུ་དེ་ཡིས་གཟུགས་བརྙན་བཟོས་ཏེ་དོན་ཅི། རེད་བ། རྟོག་པ་ལ་ཤར་བསྡད་པའི་སྐུ་དེ་ཀྱིས་དོན་ཅི་ཞིག་རྟོགས་ཏེ་རེད་བ། སྐུ་དེ་ཡིས་གཟུགས་བརྙན། ད་དབྱིན་ཇི་སྐད་ལ་ཡིན་ན image ལ་དུས་སྙིང་རྗེ་པོ་ཆགས་ཀྱི་འདུག་བ། རེད་བ། ང་ཚོ་དཔར་འདྲ་པོ་ཅིག་གྱིས་མ་ཡིན་ན་མི་གཅིག་ལ་དཔར་རྒྱག་ན་ཨ་ནི་དཔར་རྒྱག་ཚར་བའི་ཞུ་གུ་དེ་ལ་ཨ་ནི་དེས་ཕིང་ཤོ་བཟོ་ར་ཅིག་སྤྲད་ལེགས་བ་རེད་བ། ད་ཕིང་ཤོ་བཟོ་ར་ཅིག་དེང་སང་ཡིན་ན་ཀོམ་པུའུ་ཏར་ནང་ལ image ལ་ནི་དཔར་སུབ་ཅིག་ཡོང་གི་འདུག་བ་འོ་དེ་འདྲ་བོ། ཆ་ག། མིག་སྟོང་གསུམ་པ་དང་སེམས་ལ་ཡང་ལྷང་ས་ནས་སྟོན་པའི་སྐུ་དེ་ཤར་ན་ཐབས་དེ་ཡེ་ཤེས་ལ་ཤར་བདེ་བ་ཡིན་དུས་དེ་དོན་ཅི་ཆགས་ཡོད་རེད། དེ་འདྲའི་དེ་སངས་རྒྱས་ཀྱི་སྐུ་བདག་ཅག་གི་སྟོན་པ་སྒོམ་མེད་ན་བདག་ཅག་གི་སྟོན་པའི་གི་སྐུ་དེ་གི image གཟུགས་བརྙན་ཆགས་བསྡད་ཡོད་རེད་འོ་ད་དེ། མིག་ཤེས་ལ་སྐུ་དེའི་གཟུགས་བརྙན། ཡིད་བློ་ལ་ཤར་དུ་བཅུག་ད་དེ་སེམས་ལ་ཤར་བཅུག་གོ། དང་པོ་མིག་གིས་བལྟས་ནས་དགའ་རོགས་གོམས་གོམས་ཚར་ཨ་ནི་དེ་ནས་མིག་བཙུམ་ཡིད་ལ་ཤར་བཅུག་ད། ཡང་ཡག་པོ་ཡོང་གི་མི་འདུག་ན་ཡང་མིག་གིས་བལྟས། ཡང་ཡིད་ལ་ཤར་བཅུག་ད་ཡང་ཡིད་ལ་ཤར་རེད་དེ་ཨོ་ཟོས་གི་འདུག་ན་ཐེངས་མ་གཅིག་གི་ཕན་གོ་མར།

སེམས་ཀྱི་སེམས་ཀྱི་དྲན་པས་ཨ་ནི་སངས་རྒྱས་ཀྱི་སྐུ་ཡི་གཟུགས་བརྙན image དེ་གཟིམས་ཐུབ་པ་ཡིན་ན། ད་གཟིམས་ཐུབ་པ་དེ་ལ་ཡང་ཐེངས་དང་པོ་མ་ཡིན་པར་ཐེངས་དང་པོ་གཅིག་གཟིམས། ཡང་གློད། ཡང་གཅིག་གཟིམས་ཡང་གློད་ཡང་གཅིག་གཟིམས། དེ་འདྲའི་བྱས་ནས་དགའ་རོགས་གོམས་ཡོད་ན་དཔེར་ན་ཁྱེད་རང་ཚོ་ང་ལ་བལྟ་ཨ།

གར་དུ་ཡེ་ནས་བརྟན་པོ་གཟིམ་དུ་ཡ་ཅིག། རེ་སོགས་གཟིམ་པ་འདི། ཤོར་འགྲོ་ཤོར་འགྲོ་མ་ཡིན་པ་གཟིམ་པ་འདི་སྐར་མ་གཅིག་གཟིམ་ན་ཡང་འདྲ་ག་ལྟ་གཟིམ་པ་འདི་ཡག་པོ་བྱས་ནས་བརྟན་པོ་གཟིམ་དུ་བ་བྱུང་ན། ད་ཁྱེད་རང་ཚོ་ང་ལ་བལྟ་ངའི་ལག་པ་གི། ལག་པ་འདི་གི་འདི་ཡག་པོ་གཟིམ་མེད་ན་ཤོར་ཡས་ཉེན་ཁ་ཡོད་རོགས་ལག་པ་དཀྲུགས་ན། ལག་པ་འདི་གི་ད་ཕྲེང་བ་འདི་ཡག་པོ་གཟིམ་སོང་ང་ད་ཡག་པོ་ཟིན་ས་ན་ངས་ཡ་ཞེ་ནས་ཁྱི་ཐུག་ཏུ་ཕ་ཡེ་ནས་ཁྱི་ཐུག་ཏུ་ཕ་ནས་ཁྱི་ཐུག་ཏུ་རྒྱབ་ལ་ཡང་ཁྱི་ཐུག་ཏུ་འོག་ལ་ཡང་ཁྱི་ཐུག་ཏུ་འདུག་བ། འདིའི་ནང་བཞིན། སེམས་ཀྱི་སངས་རྒྱས་ཀྱི་སྐུ་དེ་ཡག་པོ་བྱས་ནས་སྒོམ་རྒྱ་ནས་ཟིན་ཐུག་ན་རེ་བ། མིག་གདངས་ན་འདྲ་མིག་བཙུམ་ན་ཡང་འདྲ་གཡས་ལ་བལྟ་ན་གཡོན་ལ་བལྟ་ན་རྒྱབ་ལ་བལྟ་ན་གར་ཅིར་འདི་སྒྲིག་པ་བྱས། སྒྲིག་སོང་ཨ། ད་འདི་བཞུགས་སྒོ་ཡིན་ད་ཡག་པོ་ཉན་ཨ་ཡག་པོ་ཉན་ཨ། འདི་བཞུགས་སྒོ་དེ་ལ། ད་སོ་སོ་ཡར་ལངས། ཧཱུྃ་སོ་ཨེ། སོ་སོ་ཡར་ལངས། ཨ་ནི་སོ་སོ་ཡར་ལངས་ནས་ཨ་ནི། དང་པོ་ཡར་ལངས་དུས་ད་དུ་དུ་བྱེད་གོར་བ་ཨ་ཡར་ལངས་ཚར་དུས། ལངས་རྒྱུ་ལངས་རྒྱུ་བསྒོམ་དུ་བརྒྱབ་ནི་སེམས་ཀྱིས་སངས་རྒྱས་སྐུ་གཟིམ་ཐུགས་དུ་བས་བལྟ། ད་སེམས་ཀྱིས་ཏག་ཏག་སངས་རྒྱས་སྐུ་གཟིམ་ཐུགས་དུ་ན། ཨ་ནི། གོམ་པ་བརྒྱབ་བརྒྱབ་གོམ་པ་ལྔ་དྲུག་བརྒྱབ། སེམས་ཀྱི་སེམས་ཀྱི་རི་དྭགས་སངས་རྒྱས་སྐུ་སེམས་ལ་དྲན་གྱི་དྲན་གྱི་གོམ་པ་ལྔ་བརྒྱབ། ཡང་ཚུར་ཡོང། ཡང་སེམས་ཀྱི་དྲན་གྱི་དྲན་གྱི་གཡས་ཕ་ཕྱིན། ཡང་ཚུར་ཡོང། ཡང་སེམས་ཀྱི་དེ་འདྲའི་ཡང་བྱེད་དུ་བ་ཅིག་འགྲིག་སོང་ཨ། འདི་སོང་ཨ། ད་འདི་གཅིག་བྱས། ད་འདི་གཞུག་གུ་ལ། སྔོ་སྣའི་བྲག་ནས་བརྟན་པོ་ཏིང་ངེ་འཛག་རོ་བརྟན་པོ་ཨོ་ཆགས་ཡོད་ན་རེ་ད་རྒྱུན་རིང་པོ་སྐྱེ་བྱ་འདི་གཞུག་གུ་བྱས་བརྟན་པོ་ཆགས་ན། ཨ་ནི་ཡང་ས་ལ་འདེབས་པ་གང་ཞིག་བྱས། ད་ས་ལ་འདེབས། ཡ། ངས་དང་གི་སངས་རྒྱས་ཀྱི་སྐུ་དེ་འདས་བསྒོམ་མིན་ཕྲག་ཏུ་ངས་བསྒོམ་ཐུབ་ཀྱི་འདུག། ད་སངས་རྒྱས་ཀྱི་སྐུ་དེ་ང་འདས་བཞག་གི་མེད་ད་སྒོ་ལ་དབུ་ལ་བཞག་གི་ཡིན་སེམས་ཚུལ་དེ་འདྲའི་ཞུ་སྒོ་ལ་བཞག། རེད་བ། དཔེར་ན་ང་ཚོ་ཐུན་དྲུག་སྐབས་ལ་བླ་མ་མདོ་སྡེ་འཆང་སྤྱི་བོ་ནས་ཚུར་བདུན་ནས་ཚུར་སྤྱི་བོ་གདན་འདྲེན་ཞུ་གི་ཡོད་བ་དེ་ནང་བཞིན། སེམས་ཀྱི། སེམས་ལ་ཤར་བའི་སངས་རྒྱས་ཀྱི་གཟུགས་བརྙན་བདུན་ལ་བསྒོམ་པ་དེ་ད་ང་འདས་བསྒོམ་གི་མེད། ཚུར་ང་རང་ནང་བཞིན་ཕག་བཀག་སྟེ་འདས་བསྒོམ་གི་ཡིན། ད་འདི་བསྒོམ་ཚར་དུས་ད་འདས་བསྒོམ་གི་མེད་ང་དཔུང་པ་ལ་བསྒོམ་གི་ཡིན་གཡས་འདས་བསྒོམ། ད་འདས་བསྒོམ་གི་མེད་ད་ང་གཡས་ལ་བསྒོམ་གི་ཡིན་འདས་བསྒོམ། དེ་འདྲ་བྱེད་ཐུབ་རེད་དགའ་བ་ག་ས་ཁྱི་ཐུ་རེད། ད་འདུག་ཟེར་ཁྱི་ཐུ་ར་ཡང་རང་ཅག་སྤྱི་ཟུར་གི། ཨ་ནི་ཐ་མ་ཐ་མ་བསྡད་ལ་ད་སྤྱི་བོ་ནི་ང་སྙིང་ག་ལ་མ་ཞུགས་ཀྱི་ཡིན་ས་དབུ་མ་འགྱོད་ནི་མ་སྙིང་ག་ལ་མ་བསྟིམ། ཨ་སྙིང་ག་ཁོ་རང་ནང་ལ་ཡང་བཀུག་སྟེ་སྒོམ་བསྡད། སྙིང་གི་ནང་ལོགས་ལ་སངས་རྒྱས་སྐུ་སྒོམ་བསྡད། ཨ་འདི་ཡང་ཡག་པོ་ཆགས་སོང་ན་ཨ་ནི་གཞུག་གུ་གཞི་ནས་རང་གི་སེམས་དེ་དང་སངས་རྒྱས་ཀྱི་སྐུ་དེ་ནི་དབྱེར་མེད་ལ་གྱུར་སོང་བསམ། ག་འདྲ་ཡག་པོ་འདུག། སྐྱིད་པོ་ཞུ་ཅི་སྒོམ་རྒྱག་ཡོད་རོགས། དངོས་གནས་ཡིན་ན་ངས་ནམ་རྒྱུན་ཞུས་པ་ན་རེད་རེད། ང་ཚོ་ནི་བསྟན་འགྲོའི་དོན་ལབ་ནས་ལས་ཀ་མང་ཐག་ཆོད་དེ་དུས་ཚོད་རེག་མོ་འདི་རག་པ་དེ་ཤོག་དཀར་རེད། ཤོག་དཀར་ཆུ་ཚོད། ད་དེང་སང་ངའི་སྔ་རུ་བཏང་ནས་གསུམ་དང་སྐར་མ། གསུམ་དང་སྐར་མ་བཞི། སུམ་ཅུ་སོ་ལྔ་བཞི་བཅུ་དེ་བ་ལང་གི་ཡོད། ལྔ་གསུམ་དང་སྐར་མ་བཞི་བཅུ་བདེ་བར་ལངས་ནས་ད་ནི་ཆུ་ཚོད་དྲུག་པ་ཟིན་པ་སྐར་མ་བཅོ་ལྔ་བར་དུ་སྒོམ་ར་སྟེ་སྐྱབས་བྱེད་ཀྱི་ཡོད། ཨ་དྲུག་པ་ཟིན་པ་སྐར་མ་བཅོ་ལྔ་ནི་སྐོར་ར་ཆེ་འགྲོ་ཆོས་ལྡན། དེ་ནས་ཡང་ཡང་ཚུར་ཡོང་ཡང་ལྟས་གང་འདོད་དེ་བྱས། བྱས་ཙང་འདི་ཡིན་པ་ཡིན་དུས་སོ་སོ་ངོས་ནས་དུས་ཚོད་མི་འདུག་མ་གཏོགས་ད་དུས་ཚོད་དེ་ཡོད་ན་ད་ལྟོས་ཨང་བསམ་པར་བྱེད་འོར་ད་ངའི་སེམས་འདི་ནང་ལ་རོ།